ཁྱེད་རྣམ་པ་དུས་ཚོད་རག་པའི་སྐབས་སུ་ལ་ཨ་གུས་མོས་གོང་གི་གཉིས་འཐུང་དུ་ཚོད་ཅིག་བཟི་རོགས་གནང་ཞུ་ཡ་ཡིན་ཏན་ཏན་ཁྱེད་རྣམ་པ་ལས་ཐུགས་ཕན་སོས་གི་རེད་བསམ་གི་འདུག་ད་འདི་ནས་ད་རིང་ངེད་ཀྱི་གཉིས་འཐུང་དེ་ག་རེ་སྐོར་ཡིན་ལབ་པ་ཡིན་མིན་ན་ཨ་ནི་རྒྱ་སྐད་ཁ་སྐད་དང་འབྲེལ་བའི་སློབ་ཚན་ཐུང་ཐུང་ཅིག་ཁྲིད་ན་བསམ་བྱུང་ད་ད་རེས་ཀྱི་སློབ་ཚན་དེ་མུ་མཐུད་མ་འགྲོ་སྔོན་ལ་ཡང་ལྷན་རྒྱས་རྣམ་པ་ལ་ཡང་གསལ་བཤད་ཐུང་ཐུང་ཅིག་བྱས་པ་ཡིན་མིན་ན་གུས་མོས་རྒྱ་སྐད་ཁ་སྐད་དང་འབྲེལ་བའི་ཚིག་དང་རྫུན་མ་མ་སློབ་པའི་སྔོན་ལ་ཡང་ངེད་ཀྱི་ཚིག་དེ་གི་ནང་དོན་དེ་ང་རང་ཚོ་གི་མི་རིགས་ཀྱི་སྐད་ཡིག་བོད་སྐད་ཐོག་ནས་ཨ་ནི་མ་ཅིག། བོད་སྐད་ཀྱི་ཁ་སྐད་ཐོག་ནས་ད་ཡང་ཚིག་དེ་གི་ནང་དོན་དེ་ལ་བས་ཐབས་ཤེས་བྱེད་ཀྱི་ཡོད་ད་ག་ནང་བཞིན་གྱི་དབྱིན་སྐད་ཐོག་ནས་ལ་བས་ཐབས་ཤེས་བྱེད་ཀྱི་ཡོད། འོ་འདི་གཅིག་ལྷན་རྒྱས་རྣམ་པར་ཡར་ཞུ་ཉེ་འཁྲུགས་སོང། དེ་ནས། ང་ཚོ་ད་རེས་ཀྱི་སློབ་ཚན་དེ་མུ་མཐུད་ཡང་ཡིན། ཨ་ང་ཚོ་ད་རེས་ཀྱི་སློབ་ཚན་དེ་གི་བརྗོད་གཞི་གཙོ་བོ་ག་རེ་གང་ལ་ཡིན་ཟེར་ལབ་པ་ཡིན་ན་རྒྱ་སྐད་ཁ་སྐད་དང་འབྲེལ་བའི། ཨ་ནི། འཚམས་འདྲི་གི་སྐོར་ལ་ཡིན། ཨ་ནི་གཤམ་ལ་ང་ཚོ་ད་རེས་ཀྱི་སློབ་ཚན། མུ་མཐུད་ནས་གསན་རོགས་གནང་ཞུ་བ་ཡང་ཡིན།

དུ་བྱས་ནས་ང་ཚོ་ཐག་རིང་གི་རྒྱ་སྐད་ཁ་སྐད་དང་འབྲེལ་བའི་སློབ་ཚན་དེ་དག་རང་ལ་མཇུག་བསྒྲིལ་བ་ཡིན། གལ་སྲིད་ཁྱེད་རྣམ་པ་ལ་ཡང་དུས་ཚོད་ཡོད་པ་འདྲ་བོ་ཞིག་མིན་ན། ངས་དེའི་ཡང་ཁྱེད་རྣམ་པ་ལ་ཡང་ནང་ལས་ཐུང་ཐུང་ཡང་ན་ཉུང་ཉུང་ཅིག་གྲ་སྒྲིག་བྱས་ཡོད་ཨ་ནི་དེ་ཁྱེད་རྣམ་པ་དུས་ཚོད་ཡོད་པའི་སྐབས་སུ་ལ་ཡང་དེ་ནང་ལས་དེ་བྱེད་རོགས་གནང་ཞུ་ཡ་ཡིན། ཨ་ནི། ང་ཚོ། རྗེས་ཀྱི་འཛིན་གྲྭའི་ནང་ལ་མཇལ་ཡོང། ཨ་ནེ་གལ་སྲིད་ཁྱེད་རྣམ་པ་ཀྱིས་གུས་མོས་ཀྱིས་གོང་གི་བརྙན་ཐུང་དང་ཚོར་ཡ་རྙེད་པོ་བྱུང་ཡོད་པ་དང་ཐུགས་ཕན་གསོས་པ་རེ་བྱུང་ཡོད་པས་ན་གུས་མོ་ཡ་རྒྱབ་སྐྱོར་ཚུན་ཡང་བྱས་འདུག་ཡང་ཁྱེད་རྣམ་པས་གུས་མོ་ཡ། དགའ་རྟགས་གནང་ཡ་དང་ཨན་དག་ནང་བཞིན་གྱི་མིང་རྟགས་བཀོད་ཡ། ཨན། མཆན་འགོད་གནང་ཡ་དང། ཨ་ནེ། དེ་གར་ས། རྒྱུ་གུས་མངས་ས་ན་རོ་ན་ཞུ་ཡ་ཡིན།